ཨ་ནི་དེ་ནི་གཏན་རྒྱུད་ལ་ཚང་དགོས་པའི་ཆ་རྒྱུད་གསུམ་མམ་ཡང་ན་གཏན་རྒྱུད་ཀྱི་ཡོན་ཏན་གསུམ་དེ་ག་རེ་རེད་ལབ་ན་དོན་དང་ལྡན་པ། ཨ་ནི་བརྗོད་བྱ་ཡོད་པ། བརྗོད་བྱ་ཡོད་པ་ཙམ་མ་ཟད་བརྗོད་བྱ་གཅའ་སྣོམ་པ་ཡོད་པ་ག་རེ་བཟུང་དགོས་ཡོད་པར་ལབ་ན་བརྗོད་བྱ་ཨ་ནི་བདེན་པའི་གནས་ཚུལ་དང། ཨ་ནི་བྱམས་དང་སྙིང་རྗེ་ལ་སོགས་པ་གཞན་ལ་ཕན་འདོགས་པའི་བྱ་བ་གཞན་ལ་ཕན་འདོགས་གཞན་ལ་ཕན་ཐོགས་ཡོད་པའི་ཨ་ནི་བརྗོད་བྱ་དེ་འདྲ་ཅིག་དགོས་པ་རེད། ཡང་ན། མངོན་མཐོ་ཐོབ་པའི་ཐབས་ཡང་ན། ངེས་ལག་ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་པའི་ཐབས་དེ་འདྲ་ཅིག་དགོས་པ་རེད། དོན་དང་ལྡན་པ། ད་ནི། སྡུག་བསྔལ་སྤོང་བ་གཙོར་བྱས་པ། བརྗོད་བྱ་དེ་འདྲས་ཅིག་ཡོད་པ་ཙམ་མ་ཟད་ཁོ་རང་གི་རྩོམ་པ་པོ་ཁོ་རང་ཡིན་ན་རེད་ཡང་མིན་ན་བསྟན་བཅོས་དེ་གའི་བརྗོད་བྱ་དེ་དག་བརྗོད་པའི། བརྗོད་བྱ་བརྗོད་བྱ་དེ་འདྲ་ཞིག་བརྗོད་པའི་དམིགས་ཡུལ་བརྗོད་པ་དེ་འདྲ་ཞིག་བརྗོད་པའི་སྒུལ་བརྡོལ་འདི་ཡང་གཙོ་བོ་དེ་འགྲོ་བ་སེམས་ཅན་གྱི་སྡུག་བསྔལ་སྤོང་བ་དེའི་ཕྱོགས་དེ་གཙོ་བོ་བྱས་ཡོད་པ་དེ་འདྲ་ཅིག་གོ་བ་རེད། ད་ནི་སྒྲུབ་པ་ཉམས་ལེན་བྱེད་པ་སྒྲུབ་པ་སྒྲུབ་པ་ཉམས་ལེན་གཙོ་བོར་བྱེད་པ་ཟེར་ནས་བསྟན་བཅོས་དེ་འདྲ་ཅིག་ཡོད་ན་ཡང་ཡང་ཅིག་གནས་ལུགས་དང་རྒྱུ་མཚན་བཤད་བཞག་པ་ཙམ་མ་ཡིན་པ། རེད། བ་ཐར་བ་ཐུབ་དགོས་ཀྱི་རེད། ཨ་ནི། ཐར་བ་ཐུབ་དགོས་ཀྱི་རེད་གཞན་ལ་ཕན་པ་འདོགས་དགོས་ཀྱི་རེད་ཟེར་བཤད་བཞག་པ་ཙམ་མ་ཡིན་པ། དེ་ཡང་དངོས་སུ་ལག་ལེན་ལ་བསྟར་ནས་སྒྲུབ་དགོས་ཀྱི་སྒྲུབ་དགོས་པ། དེ་འདྲ་ཅིག་གཙོ་བོ་བྱས་ཡོད་པ། དེ་འདྲ་ཅིག་ཡིན་པ་དེ་འདྲ་གི་ཆ་ཆོས་གསུམ་དེ་ཚང་པ་ཡིན་ན་ནང་པ་སངས་རྒྱས་པའི་གཏམ་རྒྱུད་རྣམ་དག་ནང་པ་སངས་རྒྱས་པའི་གཏམ་རྒྱུད་ཡང་དག་དེ་འདྲ་ཅིག་ལ་འགྲོ་གི་ཡོད་པ་རེད། ཨ་དེ་གསུང་གི་ཡོད་པ་རེད། ཨ་ནི་གསུམ་པོ་དེ་ནི་གཞན་གྱི་ལུགས་ལ་མེད་ཟེར་གསུངས་པ་རེད། ག་རེ་གསུང་གི་ཡོད་པ་རེད་ལབ་ན། དོན་དང་ལྡན་པ། སྡུག་བསྔལ་སྤོང་བ་གཙོ་རུ་བྱེད་པ། ཨ་ནི་སྒྲུབ་པ་ཉམས་ལེན་གཙོ་རུ་བྱེད་པའི་ཨ་ནི་འདི་འདྲའི་གི་ཨ་ནི། ཨ་བསྟན་བཅོས་ཀྱི་ཆ་རྐྱེན་གསུམ་དེ་གྲུབ་མཐའ་གཞན་པ་ཡང་ན་ཆོས་ལུགས་གཞན་པ་ལ་ཡོད་མ་རེད་ཟེར། རྗེ་བཙུན་བྱམས་པ་མགོན་པོ་གསུངས་པ་རེད། དེ་འདྲ་ཅིག་རེད། ད་དེ་འདྲའི་སྐྱོན་དྲུག་དང་བྲལ་ཞིང། ཡོན་ཏན་གསུམ། ཡོན་ཏན་འདི་འདྲ་གསུམ་དང་ལྡན་པ་ཅིག་ཡིན་པ་ཡིན་ན་ནང་པ་སངས་རྒྱས་པའི་བསྟན་བཅོས་ནང་དག་རེད། ད་ང་ཚོ་དེ་རིང་གི་སློབ་ཚན་འདི་འདྲ་ཞིག་ནས་མཚམས་འཇོག་རྒྱུ་བྱེད། ཐུགས་རྗེ་ཆེ་ཞུ་རྒྱུ་ཡིན།